ཨོ་བཀྲ་ཤིས་བདེ་ལེགས་བེ་རི་སྤུན་ཟླ་རྣམ་པ། ད་ད་ཀུན་ངས་ཐོས་བྱ་གོ་བྱ་ཁྱེད་རང་ལ་སྐད་ཆ་ཞིག་བཤད་རྒྱུ་བྱུང་སོང། ཁ་སང་ཡང་ཅིག་བཤད་དགོས་དུ་བྲོས་འདུག་དེ་ལ་ལས། ཤིས་ཙང་བལ་ཡང་སེམས་གཉིས་སུ་ཆུང་ཆུང་བ་ཅིག་གིས་ཀྱིས་སྐད་ཆ་མང་པོ་ཞིག་ལ་རྒྱག་གི་འདུག་ཁོས་ང་ཡར་ལ་ཐོས་དོན་པོ་ཚོ་གཅིག་འདུག་ཅོག་རེ་ཟེར་ལ་རྒྱག་གི་འདུག་དེར་ཁ་སྐད། ཁོས་རྒྱ་སྐད་ཀྱི་སྐད་རེ་རེད་མ་གཏོགས་ལ་ཁོས་ཆེ་བསྟོད་ལ་རིན་ཐང་ཡོད་བ་མ་རེད་ཡིན་དུ་ཡིན། མི་ལ་རིན་ཐང་ཡོད་བ་རྒྱ་སྐད་ཀྱི་བདག་པོ་རྒྱ་ཟེར་རེད་མ་གཏོགས་མི་རིན་ཐང་མེད་མི་དེ་ཚོ་རྒྱ་སྐད་ཀྱི་བདག་པོ་བྱེད་ཀྱི་མ་རེད་པ། ཨོ་དེ་ཁ་སྐད་བཤད་མེད་ག་རེ་ལ་དེ་ན།

ཡིན་ན་ཡང་ངས་བསམ་བློ་ཞིབ་ཀྱིས་བཏང་ནས་ངའི་ཐུབ་བསྟན་ཕུན་ཚོགས་སྡུག་པོ་ལུས་སྡུག་རབས་མང་པོ་བཤད་དེ་ན་མི་མང་པོ་ཅིག་ང་ལ་བདེན་རྫན་ཡང་རྒྱག་གི་རེད་བརྐོ་འདྲུ་ཡང་བྱེད་ཀྱི་རེད་མི་མང་པོ་ཅིག་གིས་རྒྱབ་སྐྱོར་ཡང་བྱེད་ཀྱི་རེད་ངས་ཧ་གོ་གི་ཡོད་དེ་ཤེས་ཀྱི་ཡོད། ཡིན་ན་ཡང་ང་སྐད་ཆ་ག་རེ་བཤད་ན་ཡང་རྩ་དོན་ཡོད་མཁན་ཡིན། ལས་ཀ་ག་རེ་བྱས་ན་ཡང་རྩ་དོན་ཡོད་མཁན་གྱི་མི་ཞིག་ཡིན། འདི་ཡིན་དུས་ཡང་ངས་ཀྱི་རྒན་ཐུབ་བསྟན་ཕུན་ཚོགས་ཀྱིས་ང་སྡུག་ལུས་སྡུག་རབས་བཤད་དེ་ན་ཡང་ངས་རྒན་ཐུབ་བསྟན་ཕུན་ཚོགས་སྡུག་ལུས་སྡུག་རབས་བཤད་ཀྱི་མ་རེད། མ་ཤེས་པ་གི་རྒྱུ་མཚན་ག་རེ་ཡོད་ཟེར་ཡོང་ན་བོད་ལ་མཁས་བ་བརྒྱ་ཕྲག་མང་པོ་ཡོད་རེད། ཡིན་ན་ཡང་དངོས་གནས་ཀྱི་མི་རིགས་ལ་འགན་ཁུར་ནས་སྐད་ཆ་བཤད་ཐུབ་མཁན་དེ་ཉུང་ཉུང་རེད། ཨོ་ཡ། དོན་དངོས་དང་མཐུན་པའི་དངོས་ཡོད་ཀྱི་སྐད་ཆ་བཤད་ཐུབ་མཁན་དེ་ཡང་ཉུང་ཉུང་རེད། མང་ཚོགས་ཀྱི་འཚོ་བ་དང་མཐུན་ཐུབ། མང་ཚོགས་ཀྱི་འཚོ་བ་དང་མཐུན་པའི་སྐད་ཆ་བཤད་ཐུབ་མཁན་དེ་ཡང་ཉུང་ཉུང་རེད། བོགས་ཀྱི་ཤེས་ཡོན་པ་ཡིན་མཁས་པ་ཡིན་ཟེར་མཁན་མང་པོ་ཅིག་གིས་རང་ཉིད་ཀྱི་ངོ་སོ་དང། རང་ཉིད་ཀྱི་མཚན་སྙན། འདི་འདྲའི་ཆེད་དུ་རྒྱུགས་བསྡད་ཀྱི་རེད། རང་ཉིད་ལ་ངོ་སོ་ཐོབ་ཐབས་ཀྱི་སྐད་ཆ་བཤད། རང་ཉིད་ཀྱི་མཚན་སྙན་རྒྱས་ཐབས་ཀྱི་སྐད་ཆ་བཤད་བསྡད་ཀྱི་རེད། ཡིན་ན་ཡང་སྤྱི་ཚོགས་དང་མི་རིགས་ལ་འགན་འཁུར་ནས་སྐད་ཆ་བཤད་མཁན་དེ་ཉུང་ཉུང་རེད། དེ་ཡིན་དུས་ཡང་འགན་ཐུབ་བསྟན་ཕུན་ཚོགས་འདྲ་བོ་ཅིག་ལ་ཆ་མཚོན་ན། ད་ལོ་ཕ་ཁྱི་དྲུག་ཅུ་བདུན་ཅུ་ཟིན་གྲྭ་འདྲ་བོ་ཞིག་ཡོད་ཀྱི་རེད། ལོ་ངོ་དེ་དག་གི་རིང་ལ་ཡིན་ན་ཡང། བོད་མི་རིགས་ཀྱི་ཆེད་དུ་བོད་མི་རིགས་ཀྱི་རིག་གཞུང་གི་ཆེད་དུ་ཡིན་ན་ཡང་ལས་ཀ་རླབས་ཆེན་བྱས་ཡོད་རེད་གང་ལྟར་ནུས་བ་ཐོན་ཡོད་ནམ་མིན་ན་ཡང་ད་གང་ལྟར་མི་ཚེ་དེ་ལ་བོད་ཀྱི་རིག་གཞུང་གི་ཐོག་ནས་ཤི་འབད་རོ་འབད་བྱས་པ་རེད། ལོ་རྒྱུས་ཀྱི་དེབ་ཡིན་ན་མང་པོ་བྲིས་ཡོད་རེད་རྩིས་རིག་ཡིན་ན་རེད་མང་པོ་ཅིག་གི་ད་བརྩམས་ཆོས་མང་པོ་ཅིག་གི་ཐོག་ནས་བཤད་ན་ཡང་དཀའ་ལས་མང་པོ་བརྒྱབ་ནས་ལས་ཀ་བྱས་ཡོད་རེད། དེ་ཡང་བོད་མི་རིགས་ལ་ཤ་ཚ་ཡོད་མཁན་གྱི་མི་ཞིག་རེད། དེས་མ་ཚད་པར་ཀྱང་རང་ཉིད་ཀྱི་མཚན་སྙན་དང་དང་པོ་ཤེས་ན་རྒན་ཐུབ་བསྟན་ཕུན་ཚོགས་འདྲ་བོ་ཅིག་ཡིན་ན་ད་ལྟ་འདྲ་བོ་ཅིག་ཡིན་ན་སྤྱི་ཚོགས་ལ་གསར་བཟོ་རྡོ་བཟོ་འདྲ་བོ་མ་བྱས་པ་བྱས་ནས་ཁོ་རང་ཅིག་མཁན་པོ་སྙན་པོ་འདྲ་ཤེས་བསྡད་པ་ན་མི་ཚང་མ་གི་མཁས་དབང་ཐུབ་བསྟན་ཕུན་ཚོགས་རེད་དེབ་ཞི་བོ་བཏོན་ཡོད་རེད་མཁས་བོ་ཞི་བོ་ཡོད་རེད་ཟེར་ནས་མི་ཚང་མ་གི་རྩིང་མཐོང་བྱེད་ས་འདྲ་བོ་ཅིག་ཆགས་བསྡད་ཀྱི་རེད། ཡིན་ན་ཡང་རང་ཉིད་ཀྱི་ངོ་སོ་ལ་མ་བལྟས་པར། སྤྱི་ཚོགས་སྒང་ལ་ཡོང། སྤྱི་ཚོགས་ཀྱི་གླེང་བརྗོད་སྐྱོན་བརྗོད། རིག་གནས་ཡོད་མཁན་ཞིག་གི་ངོ་ཐོག་ནས་བཤད་ན་ཡང་འགན་ཁུར་ནས་སྐད་ཆ་བཤད། དོན་དངོས་ག་རེ་ཡིན་པ་དེ་བཤད་ག་རེ་ཡིན་པ་ག་རེ་དོན་དངོས་ཡིན་པ་ག་རེ་དོན་དངོས་མ་ཡིན་པ་དེ་སོགས་བཤད་ནས། གང་ལྟར་ཡང་སྤྱི་ཚོགས་དེའི་ཐད་ནས་བཤད་ན་ཡང་དྲང་བདེན་གྱི་ཕོར་རྒོད་འདྲ་བོ་ཅིག་བྱས་སོང་ངས་སྐད་ཆ་ཁ་རི་ཁ་རི་གཏུག་གིན། ངས་རྒན་ཐུབ་བསྟན་ཕུན་ཚོགས་ཀྱི་སྐད་ཆ་ཅིག་ཉན་པའི་བརྒྱུད་རིམ་ཁྲོད་ནས་སྐད་ཆ་ཅིག་བཤད་བཞག་པ་ཡིན་ན་ངས་སྐད་ཆ་དེ་ཐེངས་མ་མང་པོ་ཉན་གི་ཡོད། སྐད་ཆ་དེ་དག་གི་ཁྲོད་ནས་བཤད་ན་ཡང་རྒན་ཐུབ་བསྟན་ཕུན་ཚོགས་ཀྱིས་རང་ཉིད་ཀྱི་མཚན་སྙན་གྱི་ཆེད་དུ་སྐད་ཆ་བཤད་གི་མི་འདུག། ཡ། རྒན་ཐུབ་བསྟན་ཕུན་ཚོགས་ཀྱི་སྐད་ཆ་བཤད་གཙོ་བོ་དེ་ད་ལྟའི་འཕེལ་འགྲིབ། བརྒྱ་ཆ་བརྒྱད་ཅུ་དེ་ག་རེ་རེད་ཟེར་འོང་ན། དྲང་བདེན་དང་གནས་ལུགས་དང་དངོས་ཡོད་དང་བདེན་པ་བདེན་ཐུབ་ཀྱི་ཐད་ནས་སྐད་ཆ་བཤད་བསྡད་མཁན་གྱི་བོད་ཀྱི་མཁས་དབང་ཞིག་རེད། འདི་འདྲའི་འདྲ་བོ་ཞིག་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ངས་རྒན་ཁྱེད་རང་གི་ང་ལ་སྡུག་པོ་ག་ཚོད་བཟོས་ན་ཡང་ངས་རྒན་ཁྱེད་རང་ལ་ཕར་བརྩི་འཇོག་བྱེད་ཀྱི་ཡོད་ལ་མཐོང་ཆེན་བྱེད་ཀྱི་ཡོད་ཟེར་ཡས་དེ་ཡིན། འདི་འདྲའི་འདྲ་བོ་ཞིག་ང་རང་ཉིད་འདྲ་བོ་ཞིག་ཡིན་ན་ཡང་དགའ་བོ་ཡོད་རྒྱུ་མཚན་ག་རེ་རེད་ཟེར་འོང་ན། ང་ཚོས་གི་མི་ཚང་མ་གི་དྲང་པོ་བྱེད་དགོས་རེད་བདེན་པ་བདེན་ཐོབ་བཤད་དགོས་རེད་ཟེར་དུས་བདེན་པ་བདེན་ཐོབ་བཤད་མཁན་ལ་དགའ་བོ་བྱེད་གི་མ་རེད། ཁ་སྙན་པོ་བཤད་མཁན་ལ་དགའ་བོ་བྱེད་གི་རེད། ཡིན་ན་ཡང་ཁྱོད་རང་ཚོ་གི་བསམ་བློ་གཏོང་དང་རྒན་ཐུབ་བསྟན་ཕུན་ཚོགས་གི་དྲང་པོ་བཤད་ན་སྤྱི་ཚོགས་འདིའི་སྟེང་ནས་སྐད་ཆ་གསར་བཟོ་དོ་བཟོ་འཛོག་དགོས་རྒྱུ་ཆེ་ལ་རྒན་ཐུབ་བསྟན་ཕུན་ཚོགས་ལ་ཁེབས་སང་ཡོད་མ་རེད་དྲང་པོ་བཤད་ན། ཡིན་ན་ཡང་དེ་འདྲའི་དགྲ་བོ་ཅིག་གི་སྐད་ཆ་འདྲ་མིན་སྣ་ཚོགས་ཅིག་སྤྱི་ཚོགས་གང་ལ་བཤད་ཡོང་པ་ལ་བརྟེན་ནས་མི་མང་པོ་ཅིག་གི་བསམ་བློ་དང་མི་མང་པོ་ཅིག་ལ་བསྒྱུར་བཅོས་ཐེབས་མི་མང་པོ་ཅིག་གི་ཡང་ཡ་གཅིག་ག་རེ་བཟོ་དགོས་རོགས་གོ་ཟེར་ཡོང་ན། ད་གོ་རྟོགས་སད་ཐུབ་གི་ཡོད་རེད། འདི་ཡིན་དུས་ཡང། ངའི་ངོ་ཐོག་ནས་བཤད་ན་ཁྱོད་རང་མི་རིགས་ཀྱི་དང་མི་རིགས་ལ་འགན་ཁུར་ནས་སྐད་ཆ་དྲང་པོ་དྲང་རྐྱང་བཤད་མཁན་ཞིག་དང་བདེན་པ་བདེན་ཐུབ་བཤད་མཁན་གྱི་མཁས་དབང་ཞིག་ཡིན་པའི་རྒྱུ་མཚན་ལ་བརྟེན་ནས། ཁྱོད་རང་གི་ངས་ས་ཁྱོད་རང་གི་ང་ཤི་ཙང་པ་ཡང་ལ་ཁྲམ་པ་རེད་སྡུག་པོ་ག་ཚད་རེད་ཟེར་ན་ཡང་ངས་ལགས་སོ་ཟེར་རྒྱུ་མ་གཏོགས། ངས་ཁྱོད་ལ་སྡུག་པོ་དང་ངན་པོ་གཅིག་རྩ་བ་གཉིས་ནས་བཤད་རྒྱུ་མེད་ཟེར་མེད་པའི་རྒྱུ་མཚན་ག་རེད་ཟེར་ན་ཁྱོད་རང་གིས་ད་ལྟ་བར་དུ་ཡིན་ན་ཡང་མི་རིགས་ཀྱི་ཆེད་དུ་སྐད་ཆ་དྲང་པོ་བཤད་སོང་དོན་དངོས་གླེང་སོང། མི་རིགས་ལ་འགན་འཁྱེར་བའི་སྐད་ཆ་བཤད་སོང་ཤེས་ཡོན་པ་གཅིག་གི་ངོ་ཐོག་ནས་བཤད་ན་ཡང་མི་རིགས་ལ་འགན་འཁྱེར་གི། ཤེས་ཡོན་པ་གཅིག་གི་ངོ་ཐོག་ནས་བཤད་ན་ཡང་མི་རིགས་ལ་འགན་འཁྱེར་ནས་སྐད་ཆ་བཤད་མཁན་དེ་ཉུང་ཉུང་རེད། དེ་ཡིན་དུས་ཡང་ཁྱེད་རང་གིས་འདི་འདྲས་ཅིག་བཤད་ཐུབ་པ་དེ་རང་གིས་ངའི་རླབས་ཆེན་གཅིག་དང་གཟི་བརྗིད་ཅན་གྱི་མི་སྣ་གཅིག་ལ་བརྩི་གི་ཡོད་ཟེར་གྱི་དེ་ཡིན། འདི་ཡིན་དུས་ཡང་རྒན་ཁྱེད་རང། དགུང་ལོ་ཡང་མཐོན་པོ་རེད་འདུག་ད་ང་ཐོག་ལ་ཞུ་ཁོང་ཁྲོ་གནང་ན་མ་གནང་ན་གཙོ་བོ་སོ་སོའི་གཟུགས་པོ་ག་ཆེ་གི་རེད་ཟེར་རྒྱུ་དེ་ཡིན། ད་མི་མང་པོ་ཅིག་གིས་རྒན་ཐུབ་བསྟན་ཕུན་ཚོགས་ཀྱིས་ཞིས་ཙང་ཕེ་ཡང་རང་རྐུན་མ་རེད་ཁྲམ་པ་རེད་ཇག་པ་རེད་ཟེར་ཤེས་བསྡད་ཀྱི་འདུག་འདིའི་ཐད་ནས་རང་ལ་བཤད་རྒྱུ་ག་རེ་ཡོད། ཡང་མེད་ན་རྒན་ཐུབ་བསྟན་ཕུན་ཚོགས་ཀྱིས་གསུང་བ་ནང་བཞིན་ཁྱོད་རང་རྐུན་མ་ཅིག་དང་ཁྲམ་པ་ཅིག་དང་ཇག་པ་ཅིག་རེད་བས་ཟེར་བྲིས་བསྡད་ཀྱི་འདུག་འདིའི་ཐད་ནས་ངས་རྣམ་པ་ཚོ་ལ་འགྲེལ་བཤད་ཐུང་ཐུང་ཅིག་བྱེད་ཨ། སྤྱི་བཏང་ནས་ནམ་རྒྱུན་རྒན་ཐུབ་བསྟན་ཕུན་ཚོགས་ཀྱིས་འགག་པ་བརྒྱབ་ཡོང་འགག་པ་བརྒྱབ་ནས་བསྡད་དུས་གལ་སྲིད་འགག་པ་བརྒྱབ་ས་དེ་བླ་མ་གཅིག་དང་གྲྭ་བ་གཅིག་ཡིན་ན་རྒན་ཐུབ་བསྟན་ཕུན་ཚོགས་ཀྱི་སྡོམ་པ་ཡོད་མ་རེད་རྒན་མོ་ཡོད་རེད་མི་བསད་པ་རེད་ཟེར་ནས་ད་འདི་འདྲའི་སྐྱོན་ཆ་ཤེས་བསྡད་ཀྱི་རེད། ཨ་ཡ། དཔེ་ཆ་ཤེས་ན་རྣམ་པ་ཚོ་དེ་ངས་ཤེས་དགོས་མ་རེད་དགེ་བཤེས་ངག་གི་དབང་ཕྱུག་དང་རྒན་ཐུབ་བསྟན་ཕུན་ཚོགས་གཉིས་ལོ་རྒྱུས་ཀྱི་ཐོག་ནས་བགྲོ་གླེང་བྱས་རྒན་ཐུབ་བསྟན་ཕུན་ཚོགས་ཀྱིས་དེ་ནི་དགེ་བཤེས་ངག་གི་དབང་ཕྱུག་ལ་འདོམས་པ་ཡོད་མ་རེད།

བོད་ཀྱི་སྤྱི་ཚོགས་ཀྱི་སྒང་ནས་བཤད་ན་རྒན་ཐུབ་བསྟན་ཕུན་ཚོགས་ཀྱི་སློབ་གསོར་ཉན་མཁན་ཞིག་དང་རྒན་ཐུབ་བསྟན་ཕུན་ཚོགས་ཀྱི་ལམ་སྟོན་ལ་འགྲོ་མཁན་ཞིག་ད་ཉུང་ཉུང་ཉུང་ཉུང་ཆགས་ཚར་བ་རེད། བོད་ཀྱི་མི་བརྒྱ་ཆ་བརྒྱད་ཅུ་ནི། མ་བོད་ཀྱི་མི་བརྒྱ་ཆ་བརྒྱ་ནི། ད་བརྒྱ་ཆ་བརྒྱད་ཅུས་ཀྱིས་རྒན་ཐུབ་བསྟན་ཕུན་ཚོགས་ལ་ཁོང་ཁྲོ་བྱེད་བསྡད་ཀྱི་ཡོད་རེད་རྒན་ཐུབ་བསྟན་ཕུན་ཚོགས་ལ་སྨད་བཅོས་བྱེད་བསྡད་ཀྱི་ཡོད་རེད། འདི་ཡིན་དུས་ཡང་རྒན་ཐུབ་བསྟན་ཕུན་ཚོགས་ད་བོད་ཀྱི་མཁས་བ་རེད་ཤེས་ཡོན་པ་རེད་འཇོན་ཐང་ཅན་རེད། རླབས་ཆེན་གྱི་བོད་ལ་ལྷག་བསམ་ཡོད་མཁན་གྱི་མི་བོ་ཅིག་རེད། ཡིན་ན་ཡང་རྒན་ཐུབ་བསྟན་ཕུན་ཚོགས་ཀྱི་བཀའ་སློབ་དང་ལམ་སྟོན་དང་དངོས་གནས་ཀྱི་གསེར་ལས་ལྷག་པ་དང་ཡང་ན་རིན་ཐང་བྲལ་བ་ག་ཚད་གནང་སོང་ན་ཡང་བོད་ཀྱི་སྤྱི་ཚོགས་ལ་འགྲོ་གི་མ་རེད། ཨོ་ཡ། བོད་ཀྱི་སྤྱི་ཚོགས་ཀྱི་ཁྲོད་ནས་མི་བརྒྱ་ཆ་བརྒྱད་བཞི་ལ་རྒན་ཐུབ་བསྟན་ཕུན་ཚོགས་ཀྱི་སྐད་ཆ་དེ་རྣ་ལ་འགྲོ་ཐུབ་ཀྱི་མ་རེད། དེ་ཡིན་དུས་ཡང་རྒན་ལགས་ཀྱིས་ཡང་ཉིས་སྟོང་བརྒྱད་ནས་ད་ལྟ་བར་དུ་ཡིན་ན་ཡང་བཀའ་སློབ་དང་ལམ་སྟོན་གསར་བ་མང་པོ་བྱེད་རྒྱུ་བྱས་པ་རེད་དེ་ང་དང་ང་འདྲ་བ་ལ་ཅུང་ཙམ་གྱིས་ཕན་ཐོགས་པ་རེད་མ་གཏོགས་ཀྱི་བོད་ཀྱི་མང་ཚོགས་བརྒྱ་ཆ་བརྒྱད་ཅུ་གིས་འདིའི་བཀའ་སློབ་དང་འདིའི་ལམ་སྟོན་དེ་ལ་ངོ་ལོག་བརྒྱབ་དགོས་ཀྱི་ཡོད་རེད། ཨོ་ཡ། དེ་འདྲའི་འདྲ་བོ་ཞིག་ཡིན་དུས་ཡང་ད་གིན་ཐུབ་བསྟན་ཕུན་ཚོགས་ག་ཚོད་མཁས་ན་ག་ཚོད་འཇོན་ན་ཡང་ད་བོད་ཀྱི་སྤྱི་ཚོགས་ལ་སྣེ་འཁྲིད་དབའ་གི་མ་རེད། བོད་ཀྱི་སྤྱི་ཚོགས་ལ་སྣེ་འཁྲིད་མི་དབའ་བ་རྒྱུ་མཚན་ག་རེ་རེད་ཟེར་ན། བོད་ཀྱི་སྤྱི་ཚོགས་ལ་དེ་དགོས་གི་ཡོད་མ་རེད། དེ་མཁོ་གི་ཡོད་མ་རེད། འདི་དགོས་མཁོའི་རིན་ཐང་དེ་ཡོད་མ་རེད། འདི་ཡིན་དུས་ཡང་རྒན་ལགས་རང་གི་སྤྱི་ཚོགས་ལ་ཡོང་ག་ཚོད་ཤེས་ན་ཡང་སྤྱི་ཚོགས་ཀྱི་རྒན་ལགས་རང་གི་སྐད་ཆ་དེ་རྣ་ལ་འཇོག་གི་ཡོད་མ་རེད། འོ་སྐད་ཆ་དེ་འདྲའི་བཤད་པ་རེད་འདི་རྒན་ལགས་ཕོག་སོང་བ་རེད་ད་ཕོག་སོང་ན་ཐབས་ཤེས་མི་འདུག་བཟོད་པར་གསོལ་ལོ།

ཁྱེད་རང་ཚོ་ནང་ནས་ང་རང་ཚོ་བོད་རིགས་ཀྱི་སྤོས་བཟོ་རོགས་དང་ང་རང་ཚོ་བོད་རིགས་ཀྱི་ཁྱད་ཆོས་ལྡན་པའི་ང་རང་ཚོ་བོད་རིགས་ཀྱི་ཐན་རྫས་དེ་རིགས་ཁྱེད་ཀྱི་དེ་མི་རིགས་གཞན་དག་ས་ཆའི་གང་ཡོང་ཅེས་གསུངས་དང། རེད་པ། དེ་དངོས་ནས་རང་ཕོ་ཁྱོ་གོ། ངན་པར། རང་གི། ཚོ་ཚིག་ཏོག་ཤེས་མཁན་སམ་ཅི་དེ་དེ་མིན་ལུང་གི་ནས་ལྕེ་ལ་གོང་ཁེ་བའི་ཡ་ཁྱེད་ཀྱི་ང་རང་ཚོ་བོད་རིགས་དེ་གི་འགོ་བ་བཏང་ཡ་དེ་ཧ་ཅང་གི་ཡག་པོ་རེད་མི་འདུག་དེ་དེ་ཧ་ཅང་གི་ཐབས་སྐྱོ་བའི་ལས་ཀ་ཅིག་རེད་ཤག་ཨ་འདྲེ་ཟེར་ཡིན། ཏང་ཡང་ཁ་མང་པོ་ར་བྱས་སོ་རེད་པ། དེང་གི་ནས་ལབ་པའི་དེ་ཤ་ཟས་ཤ་ཟས་དེ།